ད་སང་དེ། ཨེ་ན་ཚེ་མ་ཅོ་ང་ང་ཚོ་དུས་དྲན་བྱས། གཙོ་བོ་དེ། མི་སངས་རྒྱས་ཀྱི་སྐུ་ཡི་ཡོན་ཏན་ཡོད་རེད། གསུང་གི་ཡོན་ཏན་ཡོད་རེད་ཐུགས་ཀྱི་ཡོན་ཏན་ཡོད་རེད་ཡིན་ན་གཙོ་བོ་གཙོ་བོ་དེ་ཐུགས་ཀྱི་ཡོན་ཏན་རེད་ཤག། ད་ཐུགས་ཀྱི་ཡོན་ཏན་དེ། མགོན་པོ་ཀླུ་སྒྲུབ་ཀྱིས་ཨེ་ནི། དབུ་མ་རྩ་བ་ཤེར་བཞུགས་ཏེ། སྟོན་པའི་བཀའ་དྲིན་དྲན་ནས་བསྟོད་བྱ་མཛད། དེ་ལ་ཡང། གང་གི་ཐུགས་རྗེས་ཉེར་བཟུང་ནས་ལྟ་བ་ཐོན་ཕྱིར་སྤངས་པའི་ཕྱིར་དམ་པའི་ཆོས་ནི་སྟོན་མཛད་པའི་གོ་ཐམས་དག་ལ་ཕྱག་འཚལ་ལོ་ཞེས་ནི། ཐུགས་བརྩེ་བ་ཆེན་པོའི་གཞན་དབང་དུ་གྱུར་པའི་སྒོ་ནས་ཨེ་ནི། ང་རང་ཚོ་གདུལ་བྱའི་རྒྱུད་ཀྱི། དང། གང་དག། པའི།

དེ་ཁོ་ན་ཉིད་ཀྱི་ལྟ་བ་དང་འབྲེལ་བའི་དོན་སྙིང་ཅན་ཞེས་ནི་གསུང་གི་འདུག་བ། ས་དེ་འདྲ་ཡིན་དུས་ང་རང་ཚོའི་ད། སྟོན་པའི་བཀའ་དྲིན་དྲན་ཡང་རེད་ལ། སྟོན་པ་རྗེས་དྲན་བྱེད་ཡ་གཙོ་བོ་དེ་ང་རང་ཚོའི་ངོས་ནས། སྟོང་ཉིད་ཀྱི་ལྟ་བ་དང་བྱང་ཆུབ་ཀྱི་སེམས་ཀྱི་ཐོག་ལ། ད། ཡང་ནས་ཡང་དུ་བསམ་བློ་བཏང།

སྐུ་དངོས་ཡོད་བསམ་པ་ཅིག་དང་དེའི་མཐའ་སྐོར་ལ་ཡང་ཨེ་ནི། གསུང་རབ་རྒྱ་མཚོ་ལྟ་བའི་མིག་ཅིག་པུ་བསྟན་འབྱུང་མཐའ་བྲལ་དངོས་སུ་གསེར་རྩེ་དབང་ཕྱུག་རྒྱལ་གྱི་སྒོ་མང་ཕྱོགས་གཉིས་པ་མགོན་པོ་ཀླུ་སྒྲུབ་ཞབས་ལ་གསོལ་བ་འདེབས་གསུང་བ་ནང་བཞིན་གྱི་ཨེ་ནི་མགོན་པོ་ཀླུ་སྒྲུབ་ཀྱིས་མཚོན་པའི་སྟོན་པའི་རྗེས་འབྲང་གི། དངོས་གནས་དྲང་གནས་ཀྱི་ད་བསྟན་འཛིན་གྱི་སྐྱེས་བུ།

ཅེས། གང་ལྟར་འདི་ང་རང་ཚོའི་རྗེས་འཇུག་གི་བདུད་རྩི་ཟོ་ལ་ཡ། ཨེ་ནི། སངས་རྒྱས་ཀྱི་གོ་འཕང་ཐོབ་ཡ་ཟེར་མཁན་འདི། ཤི་རྒྱུད་ཀྱི། ཨེ་ནི། ཉོན་མོངས་པའི་སྒྲིབ་པ་དང་དེ་ཡི་ཞགས་པའི་བག་ཆགས་ཀྱི་དྲི་མ། དེ་ཐམས་ཅད་ལ་བག་སྦྱངས་ནས། ཨེ་དང་གཉེན་པོ་སྐྱེན་པའི་གཉེན་པོ། གཉེན་པོ་སྐྱེས་པའི་སྟོབས་ཀྱིས་དེ་བག་སྦྱངས་ནས། ཨེ་དང། དེ་ཡས་ཨེ་ནི། བྱང་ཆུབ་ཀྱི་སེམས་ཀྱིས་ཟིན་པར་བྱས་ནས་རྣམ་ཀུན་མཆོག་ལྡན་གྱིས་སྟོང་པ་ཉིད་བསྒོམས་ནས་འདུ་བྱས་ནས་ད། བཀའ་བཅད། དེ་ག་ག་ད་བརྩོན་འགྲུས་བརྩམས་ནས་ཤུགས་བརྒྱབ་ནས་འདུག་ཟེར་ནས་ད་ངོ་བོ་ཚོ་བ་སངས་རྒྱས་སྐོར་རེད་ཟེར་ནས་ད་ང་རང་ཚོ་བརྗེ་བསྒྱུར་བསྟན་པ་རེད་ད་ལྟ་ང་རང་ཚོས་ད་གང་ད་ཡིན་ནའི་ཨ་ད་དང་སྐུ་དེ་ང་ཚོ་བྱང་ཆུ་ཕྱོགས་དུ་སེམས་ཀྱི་ཡ་ད་དེ་ཡིན་ནའི་གཙོ་བོ་བྱེད་ད་ས་ད་དེ་རིང་དེ་སྟོན་པའི་བཀའ་དྲིན་རྗེས་སུ་དྲན་པའི་ཐོག་ནས་ཨ་ནི་ས་ག་ད་བའི་དུས་ཆེན་ལ་ཡག་བྱང་ཆུ་ཕྱོགས་དུ་སེམས་ཀྱི་ཡ་བྱེད་ཀྱི་ཡིན་ན

བདག་གི་སྦྱིན་སོགས་བགྱི་བའི་ཚོགས་རྣམས་ཀྱིས་འགྲོ་ལ་ཕལ་ཆེར་སངས་རྒྱས་འགྲོ་བར་ཤོག། ད་དེ་ནས་ཀུན་རྫོབ་གསུམ་ལ་བདག་རྒྱུད་ཀྱི་ཟེར་མཁན་དེ་རྣམས་ལའང་ཚང་བ་གསུམ་བསྟོད་ནས་ད་སེམས་ཀྱི་གཟུང་ཡ་དེ་དེ་ཡིན་ད་ཚིག་དེ་གིས་ད་དེ་གིས། རང་གཞན་དོན་ནི་རབ་བསྒྲུབ་ཕྱིར་བྱང་ཆུབ་སེམས་ནི་བསྐྱེད་པར་གྱིས། ཧ་ལས་པའི་ནུས་པ་ཆེན་པོ་རེད་འདུག་ག། རང་དོན་བསྒྲུབ་ན་ཡང་བྱང་ཆུབ་ཀྱི་སེམས་སྒོམ་ཡ་རེད་གཞན་དོན་བསྒྲུབ་ན་ཡང་བྱང་ཆུབ་ཀྱི་སེམས་སྒོམ་ཡ་རེད། འཕྲལ་གྱི་ཅིག་སེམས་སྐྱིད་པ་གཟུགས་དེ་དེའི་བྱང་ཆུབ་སེམས་བསྒོམས་ནས་ཡོང་གོ་རེད། རེད་བ། ཨ་ནི་ས་ལམ་བགྲོད་ཡག་དེའི་བྱང་ཆུབ་ཀྱི་སེམས་ཀྱི་ཐོག་ནས་ཨ་ནི་ཐེག་པ་ཆེན་པོའི་ས་ལམ་བགྲོད་ཡག་འདུག་སུ་འགྲོ་གི་ཡོད་རེད། ཨ་ནི། མངོན་པར་རྫོགས་པར་སངས་རྒྱས་འདི་སངས་རྒྱས་བཅོམ་ལྡན་འདས་དེ་དེའི་རྗེས་འབྲང་དེ་ཡི་དེའི་དུས་ད་ལྟ་ཡིན་ནའི་ང་རང་ཚང་མ་ལོག་པས་ཡ་རྗེས་སུ་དྲན་པའི་ཐོག་ནས་ལུས་ཀྱི་བུ་གུ་དང་མིག་ནས་མཆི་མ་འཁྲུགས་འདུག་ཤེས་ནས་ས་དེ་གཙོ་བོ་གཙོ་བོ་བྱང་ཆུབ་སེམས་ཀྱི་མཐུར་བསྟན་ནས་ཡོང་བསྡད་ཀྱི་འདུག་བ། བྱས་ཙང་ང་རང་ཚོའི་ད། རང་གཅེས་འཛིན་ཡོད་ན་གཅེས་འཛིན་བྱེད་སྟངས་དེ་རྒྱུ་མཚན་ལྡན་པ་ཅིག་ལ་གཅེས་འཛིན་བྱེད་དགོས་རེད་ཅེས་སོང་བ། ང་དེ་འདྲ་དྲན་གི་རེད། རང་གཅེས་བྱང་ཆུབ་སེམས་བསྒོམ་ཡག་ཟེར་གི་དེ་རང་གཅེས་འཛིན་ཁ་ཡོད་ལག་ཡོད་དེ་རེད་ཤག་བསམ་དྲན་གི་རེད། འཕྲལ་དུ་བདེ་བ་ཕུགས་ལ་ཕན་པ་རང་སྐྱིད་པ་རོགས་སྐྱིད་པ་ཚང་མ་ལོག་དེ་སེམས་པ་བཟང་པོ་བྱེད་ན་ཡོང་ཡག་འདུག་ཨ། ཆོས་ཁས་མ་ལེན་མཁན་མི་གཅིག་ཡིན་ན་ཡང་སེམས་པ་བཟང་པོ་བྱས་ན་ཁོ་གྲོགས་པོ་མང་པོ་ཡོང་གི་རེད།

བྱང་ཆུབ་ཀྱི་སེམས་བསལ་ཏེ་ཕན་པའི་བསམ་པ། ཤེས་རབ་ཀྱི་གྲོགས་དང་བཅས་པའི་ཕན་པའི་བསམ་པ་རྒྱུ་མཚན་ལྡན་པ། གནས་སྐབས་དང་མཐར་ཐུག་གི་འདོད་དོན་ཚང་མ་བསྒྲུབ་ཡག་གི་དམིགས་ཡུལ་དེ་འདྲ་ཞིག་བཟུང་པས་ད་བློ་ཇི་འདུལ་ཚང་ནས་རང་གཞན་དོན་ནི་རབ་སྒྲུབ་ཕྱིར་བྱིན་གསུམ་ནས་བསྐྱེད་པར་གྱིས། ད་དེ་འདྲའི་གི་སེམས་ཅིག་སྐྱེས་ནས་སེམས་སྐྱེས་སེམས་པ་བཟང་བ་ཙམ་ལ་ཆ་མ་བཞག་པ་བྱས་བྱས། བྱང་ཆུབ་མཆོག་གི་སེམས་ནི་སྐྱེས་ཀྱིས་ནི་སེམས་ཅན་ཐམས་ཅད་བདག་གི་མགྲོན་དུ་གཉེར། བྱང་ཆུབ་སྤྱོད་མཆོག་ཡིད་འོང་སྤྱད་པར་གྱིས་འགྲོ་ལ་བོན་ཆོས་སངས་རྒྱས་འགྲུབ་པར་ཤོག་བསལ་ཏེ། སེམས་ཅན་ཐམས་ཅད་བདག་གི་བདེ་བའི་མགྲོན་དུ་གཉེར་གྱིན་ཡིན། རེད་བ། ཨཱ་ནི། དཔེར་ན་ང་རང་ཚོ་མི་ཕལ་པ་ཅིག་ནི། ཨཱ་ནི། དེ་རིང་ཨཱ་ནི་སྐུ་མགྲོན་ལ་ཕེབས་ཤོག་ཟེར་ནས

བྱང་ཆུབ་སེམས་དཔའི་སྤྱོད་པ། སྔོ་ནག་དྲང་གནས་ཀྱི། མཐའ་གཅིག་ཏུ་ཕན་པ་འབའ་ཞིག་སྟེར་བར་བྱེད་མཁན་ཡིན་དུས་ས་ནས་ཡིད་དུ་འོང་བའི་སྤྱོད་པ། འོ་ད་དེ་འདྲའི་གྱིས་དང། བྱང་ཆུབ་སྤྱོད་ཕྱོགས་ཡིད་འོང་སྤྱད་པར་གྱིས་དང་མདོར་བསྡུ་ན། ནང་འགལ་ཐལ་འདུས་པའི་སེམས་ཅན། སྡུག་བསྔལ་མི་འདོད་པ་བདེ་བ་འདོད་པ་རང་དང་སྒོ་ཀུན་ནས་མཚུངས་དེ་ངས་ད་དེ་གྱིས་ཚང་མ་ལོག་ལ་ཡ།

འཇིག་རྟེན་སྡུག་བསྔལ་ཇི་སྙེད་པ་དེ་ཀུན་རང་བདེ་འདོད་ལས་བྱུང། འཇིག་རྟེན་བདེ་བ་ཇི་སྙེད་པ་དེ་ཀུན་གཞན་བདེ་འདོད་ལས་བྱུང། མང་དུ་བཤད་ད། མང་དུ་བཤད་ད་ཅི་ཞིག་དགོས། བྱིས་པ་རང་གི་དོན་བྱེད་ད་ཐུབ་པ་ཞིག་འདོད་ན་དེང་གི་ནི་ཁྱད་པར་འདོད། དང་བཅུ་མཇུག་གི་ཚིག་འདི་ཞིབ་ཕྲ་རེ་བཞག་དེ་བས་སྐྱོ་ངལ་ཀུན་སེལ་བའི་བྱང་ཆུབ་སེམས་ཀྱི་རྟགས་ཤོད་ནས་བདེ་ནས་བདེ་བར་འགྲོ་བ་ལ་སེམས་གཤིས་སུ་ཞིག་སྐྱིད་ལུགས་འགྱུར། ཧ་ལས་པ་རེད་འདུག་ག། དང། བདག་དེ་བཞིན་གྱི་སྡུག་བསྔལ་དང་ཡག་དག་བྱ་བར་མ་བྱས་ན་སངས་རྒྱས་ཉིད་དུ་མི་འགྲུབ་ཅིང་འཁོར་བ་ན་ཡང་བདེ་བ་མེད་ཅེས་བདག་བསྲུང་བྱ། བཞི་པོ་གཅིག་གི་རླབས་ཆེན་པོ་རེ་བཞག་སྡོམ་ཆེན་པོ་བཞི་བོ་གཅིག་རེ་བཞག། དེ་ཙམ་དང་དེ་རིང་ང་རང་ཚོ། ནི། སངས་རྒྱས་བཅོམ་ལྡན་འདས་ཀྱི་ཆོས་དེ་མཇལ། ཨན། དེའི་ནང་ཚན་ནི་བྱང་ཆུབ་ཀྱི་སེམས་ཀྱི་གདམས་པ། ཅིག་ང་ཚོ་མཇལ་ཆེད་ད། ཡོད་དེ་བས་དཀའ་སྡུག་དེ། སྟོན་པའི་བཀའ་དྲིན་རྗེས་སུ་དྲན་ཡང་སོ་སོ་ཡིན། པའི་རང་དོན།

ག་འདྲ། སྲིད་པ་འཁོར་བ་ལ་འདྲ་ལུས་འདི་ཉོན་མོངས་པའི་གཞན་དབང་དུ་གྱུར་པའི་ལས་ཉོན་གྱིས་འཕངས་པའི་ལུས་ཕྱིར་བླངས་ཕྱིར་དལ་ཡོད་རེད་ཡིན་ནའི། ཁོ་གོ་ཆོད་བསམ་པ་ཅིག་འདུག་ཨ། ཨེ་ནས། ས་དེ་འདྲ་ཡིན་དུས་ཚང་ནས་ད། ག་ས་འདྲ་དེ།

ཀུན་ཕན་ཡག་པོ་འདུག་བསིལ་རླུང་འཁྱམས་ཤིང་དུལ་བ་ཡིས་འགྲོ་བའི་ངན་སོན་གཅུན་ཞིང། འགྲོ་བ་ཐམས་ཅད་ངན་འགྲོ་ལས་གྲོལ་བར་བྱེད་པའི་སྤྱི་ཏི། འགྲོ་བའི་ཉོན་མོངས་གདུང་སེལ་བའི་སེམས་ཀྱི་ཟླ་བ་ཤར་བ་ཡིན། འགྲོ་བའི་མི་ཤེས་རབ་རིབ་དང་ཅན་ཅིང་ཉི་མ་ཆེན་པོ་ཡིན། དམ་ཆོས་འོག་མ་བསུ་བ་ལས་མར་གྱི་ཉིང་ཁུ་ཆུང་བ་ཡིན། འགྲོ་བའི་མགྲོན་པོ་བསིལ་བའི་རླབས་འགྱུར་གྱི་བདེ་བའི་ཀློང་ཆེན་བཅད་པར་འདོད་པ་ལ་འདི་ནི་བདེ་བའི་མཆོག་ཏུ་ཉེ་བ་ནི་སེམས་ཅན་འདུལ་བྱེད་ཚིམ་པར་བྱེད་པ་ཡིན་བདག་གིས་དེ་བཞིན་སྐྱོབ་པ་ཐམས་ཅད་ཀྱི་སྤྱན་སྔར་འགྲོ་བ་བདེ་གཤེགས་ཉིད་དང་ནི་བར་དོ་བདེ་ལ་འགྲོ་འདོད་པའི་ལྷ་དང་ལྷ་མིན་ལ་སོགས་དགའ་བར་གྱིས།

ད་དེ་འཁོར་ལོ་ཐ་མའི་ཁ་ཐུག་ལ་ཡ། ནི། པི་ཀུ་དུན་ཀུ་ཆེ་ནས་གསུངས་ཤ་ད་དེ་རེད་ད་ལྟ་ང་ཚོ་ལུས་ངན་ལེན་གྱི་ཕུང་པོ། ཨོ། མི་གཙང་བ་དེ་འདྲ་ཞིག་ཡོད་རེད་དེ་ཡིན་ནའི་སེམས། རང་བཞིན་གྱི་འོད་གསལ་བ་གཅིག་ང་ཚོ་རྒྱུད་ལ་ཡོད་རེད་བ། དེ་གསར་དུ་གྲུབ་ཡ་ཁྱད་མར་བ། དེ་ཡེ་ཤེས་པའི་ཐུགས་རྒྱུད་ལ་ཡོད་དེ་བས། ཨེ་ནི། གསལ་རིག་གི་སེམས་དེ་དང་ང་རང་ཚོའི་རྒྱུད་ལ་ཡོད་པའི་སེམས་གསལ་རིག་གི་སེམས་གཉིས་པོ་དེ་གཅིག་པ་རེད་དེ་བ།

ཁ་བོར་བ་དང། ད་དེ་འདྲ་ཡིན་དུས་ད་ང་རང་ཚོ་དངོས་གནས་དྲང་གནས་ཀྱི་པའི་ཚེ་སྔོན་མ་དེའི་དེ་ང་ཚོས་ད་བཀའ་གདམས་བ་བླ་མ་དེ་འདྲ་གི་གསུང་གང་འདྲ་བོད་གང་འདྲ་བླ་མ་དེ་འདྲ་གསུང་རྒྱུན་ཡག་རེད་ད་ནི་སྔ་མའི་སྐྱེ་བ་རིན་པོ་ཆེ་ད་ལྟའི་མི་ལུས་རིན་ཆེ་ཟེར་ད་ལྟའི་མི་ལུས་རིན་པོ་ཆེ་ཕྱི་མ་གཡང་དུ་མ་རྒྱུག་ཨང་ཟེར་ནས་གསུང་བ་ན་ཤེས། སྔོན་གྱི་བསོད་ནམས་ཀྱི་དབང་གིས་ང་ཚོ་ད་ད་རེས་དངོས་གནས་དྲང་གནས་ཀྱི་བོད་བཅོམ་ལྡན་འདས་ཀྱི་སྤྱན་དྲངས་དགེ་སློང་ཨེ་གཞུང་འདི་ཡིན་ཏེ་འདུག་སྟེ་ཐོས་བསམ་སློབ་གཉེར་བྱེད་ཨ་ཡོད་འདོད་པ་ཞིག་གི་གུས་བཀུར་དེ་འདྲ་བྱུང་བ་རེད། ཡང་ད་ལྟའི་དགེ་སློང་རིན་པོ་ཆེ་ཟབ་སོགས་མ་བྱས་ན་ཨེ་ནི་གཡང་ལ་རྒྱུག་ཡག་གི་ཉན་ག་འདུག་བ་དེ་འདྲ་ཡིན་དུས་ཨེ་ནི་ང་རོ་ཐེ་བའི་ང་རོ་ཚང་མ་ལོག་གི་ཨེ་ནི་ཧུར་ཐག་པ་ད་བྱས་ནས་ཨེ་ནི་ཟབ་སོགས་གནང་ཤོག་ཨ།